ཨཱ་ནི། གཙོ་བོ་དེ། དེ་ནས་དམ་པའི་ཆོས་འཆད་ཉན་བྱེད་པའི་སྐབས་སུ་ལ་གང་དགོས་ཀྱི་ཡོད་རེད་ཟེར་ན། དེ་ནི་ཆོས་ཉན་པ་པོ་དང་དེ་ནི་ཆོས་བཤད་མཁན་གཉིས་ཀ་གི། དེ་ནི་ཀུན་སློང་རྣམ་པར་དག་པ། དེ་གལ་ཆེན་པོ་རེད། དེ་ནི་དེ་འདྲའི་ཟིན་ཡིན་དུས་དེ་སོང་ཙང་དེ་ནི་ད་རེས་ཁྱེད་རང་ཚོ་ཆོས་ཉན་པ་པོ་ཚོ་གི་ཡིན་ན་ཡང། དེ་ནི་ཀུན་སློང་རྣམ་པར་དག་པ། དེ་ནི་ད་རེས་དམ་པའི་ཆོས་ཉན་པ་འདི་གི་དེ་ནས་འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་པར་ཤོག་བསམ་པས་གི་བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས། དེ་ནས་དམ་པའི་ཆོས་ཉིད་བསྒོམ་ཡོང་བ་རེད། ད་སྤྱིར་བཏང་གི་དེ་ནས་ད་རིང་གི་ད་ང་རང་ཚོ་བཤད་ཡ་དེ་དེ་ནས་ཐེག་པ་ཆེན་པོའི་གི་ད་གཙོ་བོ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་གི་དེ་ནས་ལམ། ཐེག་པ་རིམ་པ་གསུམ། ད་ནི་ཡོད་པའི་གི་ནང་ནས། ད་ནི་ང་རང་ཚོ་ཐེག་པ་ཆེན་པོའི་གི། བྱང་ཆུབ་ཀྱི་ད་ནི་སེམས་པའི་གི་ལམ། ད་ནི་ད་བློ་སྦྱོང་གི་སྐོར་ལ་ད་ནི་ད་རེ་བི་ཀན་ཐལ་བཤད་ཡ་དོན་དག་དེ་རེད། དེ་སོང་ཙང་ད་ནི་དེ་ལ་ད་ནི་ཐེག་པ་ཆེན་པོ་ཟེར་ནས་བཏགས་པ་རེད། ད་གང་ཟེར་བི་ཀན་ཐལ་བཤད་ཡ་ན་ཟེར་ནས་བཏགས་པ་རེད། དེ་ནི་བརྩེ་འདང་གིས་ག་རེ་རེད་ཟེར་ན་ཐེག་པ་ཟེར་ནི་ང་རང་ཚོ་བོད་ཀྱི་སྐད་ལ། དེ་ནི་ག་རེ་ཟེར་གྱི་ཡོད་རེད་ཟེར་ན་ཐེག་པ་ཟེར་དུས་སྐྱག་པའི་གི་དོན་དག་རེད་ཟེར་ཡང་སྐྱག་པའི་དོན་དག་གི་མིང་རེད། དེ་ནི་ཆེན་པོ་ཟེར་ནི་དེ་ལ་མིང་བཏགས་པ་རེད། ཆེན་པོ་ཟེར་དུས་དེ་ནི་ཆུང་ཆུང་མ་ཡིན་པ་ཡང་སྐྱག་ཡག་དེ་ཆེན་པོ་ཡིན་པ་རེད། དེ་སོང་ཙང། དེ་ནི་བརྩེ་འདང་གི་ཐེག་པ་རིམ་པ་གསུམ་གྱི་ནང་ནས་དེ་ནི་ང་རང་ཚོ་བྱང་ཆུབ་སེམས་པའི་ཐེག་པ་དེ། དེ་ནི་ཐེག་པ་ཆེན་པོ་ཟེར་ནི་ཟེར་དགོས་པའི་རྒྱུ་མཚན་དེ། དེ་ནས་དཔེར་ན། དེ་དཔེར་ན་གཞན་དག་ཐེག་པ་གཉིས་དེ། དེ་ནི་ཡང་དག་པའི་གི་ལམ་མ་ཡིན་པ་དང། དེ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་ལམ་བྱེད་ཀྱི་མེད་པ་དང་དེ་འདྲས་ཀྱི་ཐོག་ནས་བལྟས་ནས་ཐེག་པ་ཆུང་ཆུང་ཞེས་བྱ་བ་མ་རེད། དེ་ནི་ཐེག་པ་ཆེན་པོ་དང་ཆུང་ཆུང་གི་དབྱེ་བ་གང་ལ་བཞག་གི་ཡོད་རེད་ཟེར་ན། དཔེར་ན་ཐེག་པ་ཆེན་པོ་སའི་གོ་ཡའི་རྒྱུ་མཚན་དེ། དེ་ནས་དཔེར་ན་ཐིག་པ་དམན་པ་འདྲ་བོ་ཅིག་ཡིན་ན། དེ་ནི་གཙོ་བོ་དེས་དཔེར་ན་སྤྱི་བཏང་གི་དག་ལམ་ལ་སྦྱང་གི་ཡོད་དེ་ཡིན་ན་ཡང། དེ་ནི་རང་ཉིད་དང་དཔེར་ན་སྡུག་བསྔལ་ལས་གྲོལ་བ་ཙམ་གྱིས་ཀྱི་དཔེར་ན་སེམས་བསྐྱེད་དུ་མ་སོང་ན་ཆུང་ཆུང་ཡིན་པ་ལ་བརྟེན་ནས། ཨ་ནི་ཐིག་པ་ཆུང་ངག་ཟེར་བ་རེད་ཐིག་པ་ཆེན་པོ་ཟེར་ཡ་དེ། དེ་ནི་རང་བཞིན་གྱི་དོན་སྙིང་གི་ཁུར་ཆེན་པོའམ་ཐིག་པ་ཆེན་པོ་དང་ལྡན་པ་སོང་ཙང་དེ་ལ་ཐིག་པ་ཆེན་པོ་ཟེར་ནས་དག་ག་ཟེར་བ་རེད་ཐིག་པ་ཆེ་ཆུང་ཆུང་ནས་ཁྱད་པར་དུ་འཕགས་པའི

དེ་འདྲས་ལ་བརྟེན་ནས་དེ་ནས་མདོར་ན་ད་བལྟ་ང་རང་ཚོ་སངས་རྒྱས་ཀྱི་བཅོམ་ལྡན་འདས་ནང་པ་སངས་རྒྱས་པའི་གི་དེ་ནས་ལམ་ཐམས་ཅད་ཀྱི་ནང་ནས་དེ་ནས་རྒྱལ་པོ་ལྟ་བུའམ་བྱང་ཆུབ་ཀྱི་དཔལ་ན་རྩ་བ་ལྟ་བུ་དེ་དེ་ནས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ལྟ་བུས་ཀྱི་ད་འོ་དེ་ཡིན་དགོས་ཡོད་རེད། དེ་ལྟ་བུས་ཀྱི་དེ་ནས་བསམ་པ། དེ་ནི་ཀུན་སློང་དཔེར་ན་བསམ་གྱིས་མི་ཁྱབ་པའམ་བསམ་པ་རྣམ་པར་དག་པ་དེ་གང་ལ་བརྟེན་ནས་ཡོང་དགོས་ཀྱི་ཡོད་རེད་ཟེར་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་གཉིས་ལ་བརྟེན་ནས་ཡོང་དགོས་ཀྱི་ཡོད་རེད། ཡོང་གི་ཡོད་རེད། དཔེར་ན། དེ་ནི་ཤངས་ཀྱི་སྡེ་བའི་བཀའ་ཡི་དམ་པ་བོ་དྷི་ས་ཏྭ་བཅའ་ཡི་ཨ་བྷ་ཏཱར་རྣམས་སུ་གསུངས་པ་དེ་རེད། ཨ་ནི། འགལ་བ་ཞིག་འགོས་ཆུ་ཤིང་བཞིན་དུ་ནི་འབྲས་བུ་འབྱིན་ནས་ཟད་པར་འགྱུར་བ་ཉིད་གསུངས་པ་རེད། དཔེར་ན་སྤྱིར་བཏང་གི་དེ་ནི་སོ་སོའི་གི་དཔེར་ན་ལམ་ལ་བརྩོན་ནས། དེ་ནི་ལུས་ངག་ཡིད་གསུམ་གྱི་སྒོ་ནས་དགེ་བ་བསྒྲུབ་སྡིག་པ་སྤང་གང་བྱེད་པ་དཔེར་ན་ག་འདྲས་ཀྱི་བྱས་པ་ཡིན་ན་ཡང་དེ་དཔེར་ན་ཆུ་ཤིང་གི་སྡོང་པོ་ན་བཞིན་གྱི་དེ་ནི་དེ་ལ་ཕན་ཡོན་ཡོད་རེད་ནུས་པ་ཡོད་རེད་དེ་ཡིན་ན་ཡང། དེ་ནི་དེ་དང་མཉམ་དུ་ལ། དེ་ནི་དཔེར་ན་སྒྲིབ་པ་དང་དུག་སེལ་ནི་སྤང་གཉེན་དུ་མ་སོང་ནས་གཡུལ་སྤྲད་ཡོང་དུས་དེ་ནི་ནུས་པ་དུ་མ་གསུམ་ལ་ཟས་འགྲོ་གི་ཡོད་པ་རེད་སྤྱིར་བཏང་གི་སྐྱེས་པ་དེ་དེ་ནི་དེ་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་གིས་དེ་ནི་སྲིད་ཀུན་སློང་རྣམ་པར་དག་པའི་རྩིས་སུ་ཟིན་ཐུབ་པ་ཡིན་ན་དེ་དཔག་བསམ་གྱི་ལྗོན་ཤིང་ལྟ་བུ་བྱས་པས་ན་ཁོ་རང་འབྲས་བུ་འབྱིན་བཞིན་དུ་ལ་དེ་ནི་ལོ་མ་ཤིང་ཁོ་རང་ཡང་རྒྱས་རུ་རྒྱས་རུ་འགྲོ་བ་མ་གཏོགས་ཟད་རྒྱུ་མེད་པར་འགྲོ་བ་བྱས། གི་ཡིད་བཞིན་ཅན་ནི་ད་པས་ན་བྱང་ཆུབ་སེམས་རིན་པོ་ཆེ་གི་རྩིས་ཟིན་པའི་གི་ཉམས་ལེན་དེ། མ་ཟིན་པའི་གི་ཉམས་ལེན་དེ་དེ་ལྟ་བུ་ཅན་ཡིན་གསུང་དེ་འདྲས་ལ་བརྟེན་ནས་དཔེར་ན་ཐེག་པ་ཆེན་པོའི་གི་ད་པས་ན་སེམས་བསྐྱེད་ཟེར་ཡ་བྱང་ཆུབ་ཀྱི་སེམས་དེ། དེ་ནི་རྦད་དེ་ཐམས་ཅད་ཀྱི་ནང་ནས་ད་གལ་ཆེ་ཤོས་ཀྱི་ལམ་ཐམས་ཅད་ཀྱི་སྙིང་པོའང་དེ་ནི། ཁ་སེར་བོ་རེད་ད་ལམ་པོ་ཆེ་སངས་རྒྱས་ཀྱི་གོང་འཕང་ལ་བགྲོད་པའི་དེ་ནི་ལམ་ཆེན་འདྲ་བོ་ད་དེ་ཡིན་གསུངས་པ་རེད། དེ་ནི་ལམ་པོ་ཆེ་འདྲ་བོ་ཆེ་ད་ནི་ད་ལམ་ཐམས་ཅད་ཀྱི་གཞི་འདྲ་བོ་དེ་རེད་ད་མདོར་ན་ཨོ་དེ་འདྲས་ལ་བརྟེན་ནས་དེ་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་དེ་ནི་སྐྱེ་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད། དེ་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སྐྱེ་ཟེར་ཡོང་དུས་སྐྱེས་ཟེར་ཡོང་དུས་དེ་ནི་སྤྱིར་བཏང་གི་དེ་ནི།

དེ་ནས་སྐད་གསལ་ཡག་དེ་དཀའ་ལས་ཁག་པོ་འདུག་ཟེར་ནས་ཁ་ཤས་ཀྱིས་དཔེར་ན་བསམ་གྱི་ཡོད་རེད། ཨ་ནི་དེ་རྩ་ནས་མ་རེད། དེ་ངས་ཀྱིས་ཁྱེད་རང་ཚོ་ལ་དཔེར་ན་དེ་ང་རང་ཚོའི་གི་རྒྱུད་ཁོ་རང་དེ་དེ་ནས་བྱམས་སྙིང་རྗེ་རང་བཞིན་ཡིན་པའི་གི་རྒྱུ་མཚན་དེ་དཔེ་བཞག་རྒྱུ་ཡོད། དཔེར་ན་ཁུངས་དང་མ་སོ་ན་ག་འདྲའི་བྱེད་རེད་ཟེར་ན། ཨ་ནི་དཔེར་ན་དུག་སེལ་ཕ་རྟ་དང། གར་སེལ་ཨོ་རེད། ཨ་ནེ། ང་རང་ཚོ་སྤྱི་བཏང་གི་ད་ཁོང་ཁྲོ་ལང་གི་འདུག་ཞེ་སྡང་ལང་གི་འདུག་ཨ་ནེ་ཞེ་སྡང་ལང་པ་དེ་ང་རང་ཚོ་གི་རང་གཤིས་རྩ་བ་ཉིད་ནས་ཡོག་རེད་ཡོག་ན་རེད། མེད་པའི་རྒྱུ་མཚན་དེ་གང་རེད་ཟེར་ན་ཞེ་སྡང་ལང་པའི་སྐབས་སུ་ལ་ཨ་ནེ་ང་རང་ཚོ་གི་རང་གཤིས་འདི་དཔེ་ཆ་ཚང་འགྱུར་ནས་འགྱུར་བས་མ་ཚད་དེ་ནས་སོ་སོས་ཀྱི་དཔེ་ན་ག་ཚོད་རེད་ཁོ་རང་གི་དེ་སྐབས་དེ་ལ་ཞེ་སྡང་ལང་མེད་ཀྱི་གནས་སྐབས་དེ་ལ། དེ་ནི་དཔེར་ན། ཁོ་རང། གནས་ཚུལ་ག་རེ་ཆགས་ཀྱི་ཡོད་མེད་ཀྱིས་དཔེར་ན་དྲན་ཤེས་དང་སྤྱི་ལ་དཔེར་ཆ་ཚང་བརླག་ཚར་འགྲོ་གི་ཡོད་རེད། བརླག་ནས་ཞེ་སྡང་ཐིག་གི་དཔེར་ཆ་ཚང། ག་ཚོད་ཀ་རེ་དབང་དང་མ་བཟོ་ན་འགྱུར་ནས། དཔེར་ན་སོ་སོའི་ངོས་ནས་དེ་འདྲས་ཅིག་ཡོང་གི་ཡོད་རེད། དེ་མ་ཚད་དཔེ་ཁའི། ད་བས་ན་དེ་ཁོ་རང་དངོས་སུ་དེ་ནས་བས་ན་བྱམས་སྙིང་རྗེ་གི་མགའ་འདག་གིས་གྱུར་པའི་གི་ད་ཉོན་མོངས་པ་ཅི་རེ་བ། དེ་སོང་ཙང་དེ་ནས་དེ་རང་བཞིན་དེ་རེད་ཡོད་མ་རེད། དེ་ནས་མ་ཚད་དཔལ་ཁས་བས་ན་ད་དེའི་སྐབས་སུ་ལ། དེ་ནས་མ་ཚད་དཔལ་ཁས་དེ་ནས་ཞེ་སྡང་ལངས་ཚར་ནས།

རང་བཞིན་དེ། ཨ་ནི་དཔེར་ན་ཞི་བ་དང་ད་ནི་སྙིང་རྗེ་གི་རང་བཞིན་རེད། དཔེར་ན། བྱམས་སྙིང་རྗེ་གི་རང་བཞིན་རེད་ཟེར་བའི་དོན་དག་དེ་རེད། ཨ་ནི་དེ་ལ། དཔེར་ན་སངས་རྒྱས་ཀྱིས་གསུངས་པ་དེ་བདེ་གཤེགས་སྙིང་པོ་ཟེར་ན་ཡང་རེད། ད་དཔེར་ན་འདྲ་མི་འདྲ་བརྟག་པ་རེད་མ་གཏོགས་བྱང་ཆུབ་སེམས་དེ་རང་ལ་བདེ་གཤེགས་སྙིང་པོ་གསུངས་དེ་རང་ལ་གསུངས་གི་ཡོད་པ་རེད། ཨོ་དེ་འདྲས་ཡིན་དུས། ཨོ་ད་དེ་རེད། དེ་གསུངས་ཙང་ཡིན་དུས། ཡིན་ན་ཡང་ང་རང་ཚོ་ལ་ཡོད་པ་ཡིན་ན་ཡང་དཔེར་ན་ང་རང་ཚོ་གིས་དཔེར་ན། བདག་ཏུ་འཛིན་པ། མི་ཤེས་པའི་གེགས་པས་ན་གཉིས་འཛིན་གྱི་སྣང་བ་དེ་གེགས་དེ་ནི་དེ་ལྟ་བུའི་གི་རང་བཞིན་དེ་ནི། པས་ན། དངོས་གནས་ཀྱི་རང་བཞིན་ནམ་སྙིང་རྗེ་དེ་ཡང་མངོན་དུ་གྱུར་ཐུབ་ཀྱི་ཡོད་མ་རེད་དེ་སོང་ཙང་ད་དེ་མངོན་དུ་གྱུར་ཡ་ལ་འབད་པ་རྩོམ་དགོས་ཀྱི་ཡོད་མ་རེད། དེ་སོང་ཙང་དེ་ནི་དེ་མངོན་དུ་གྱུར་བར་བྱས་པ་ལ། དེ་ནི་བྱང་ཆུབ་སེམས་རིན་པོ་ཆེ་བསྒོམ་དགོས་ཀྱི་ཡོད་རེད་དེ་བསྒོམ་པའི་ཙམ་གྱིས་མ་ཚད་པས་གེགས། དེ་ནས་བྱང་ཆུབ་ཀྱི་སེམས་དེ་སྐྱེ་བར་བྱེད་པ་ལ་བློ་སྦྱོངས་བྱས་ནས། ད་བས་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་རྒྱུད་ལ་ཡང་དག་པར་སྐྱེ་བར་བྱེད་པའི་ཐབས་ཅིག་ལ་དེ་ནི་བློ་སྦྱོང་དེ་རེད། དེ་སོང་ཙང་དེ་ནས་དེ་གི་དེ་ཡིན་དུས་དེ་ནི་ད་རིང་གི་བློ་སྦྱོང་དོན་བདུན་མ་དེ་ནས་བས་ན་སྤྱི་བཏང་གི་བློ་སྦྱོང་ལ་མང་པོ་ཡོད་པ་རེད། དེ་ནི་ད་རིང་གི་སྐབས་སུ་ལ་བློ་སྦྱོང་དོན་བདུན་མ་ཟེར་ཡ་དེ་ནི་གཙོ་བོ་ད། ཡང་ན་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ནས་བྱུང་བ་རེད། དེ་ནི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཁོང་གིས་དེ་ནི་ཁོ་རང་གི་དེ་ནི་དཔལ་ལྡན་དཔལ་ན་ཐིག་པ་ཆེན་པོའི་གི་དགེ་བའི་བཤེས་གཉེན་བླ་མ་དེ་ནི་སེ་ལིང་པ་སི་བྱང་ཆུབ་སེམས་དཔའ་ཆེན་པོ་སེ་ལིང་པ་སི་ད་ད་ད་དེ Indonesia གི་འབར་བོ་ཏོ་སེ་ཡ་ཆི་དུ་ཨ་སི་ལིན་དར་སེ་ཡ་ཆི་འོ་དེའི་གི་དེ་ནི་རྒྱལ་པོའི་གི་མདུན་ནས་དེ་ནས་བྱང་ཆུབ་སེམས་བསྐྱེད་ཀྱི་སྡོམ་པ་བཞེས་ནས་དེ་ནས་བཟུང་སྟེ་བྱས་ནས་དེ་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ནི་ཟེར་མ་རིན་པོ་ཆེ་ནི་དེ་ནི་དག་པས་ན་བཀའ་གདམས་པའི་དགེ་བའི་བཤེས་གཉེན་གྱིས་དེ་ནི། བཀའ་གདམས་དཔལ་གྱི་ལུགས་བྱས་ནས་དེ་ནས་བློ་སྦྱོང་གིས་ཉམས་སུ་ལེན་པ་དེ་ད་བྱུང་བ་རེད། དེའི་ནང་ནས་དེ་ནི་བཀའ་གདམས་པའི་དགེ་བའི་བཤེས་གཉེན་གྱི་ནང་ནས་ཀྱང་དེ་ནི་ད་རེས་ཀྱི་བློ་སྦྱོང་དོན་ལྡན་མ་དེ་དེ་ནི་དགེ་བའི་བཤེས་གཉེན་ཆེས་དཀའ་བ་ཟེར་ངེས་ཀྱི་དེ་ནས་བཀའ་གདམས་པའི་དགེ་བའི་བཤེས་གཉེན་ཁོང་གིས་མཛད་ནས་གསུངས་པ་ཅི་རེད། ཨོ་དེ་ཡིན་དུས་དེ་གསུངས་ཙང་དེ་རེད། དེ་ནས་དེ་གི་ནང་ནས་དེ་ནས་ད་དང་པོ་དེ་ད་བོད་ན་བློ་སྦྱོང་དོན་བདུན་གི་ནང་ནས་དང་པོ་དེ་དེ་ནས་ག་རེ་རེད་ཟེར་ན།

ཨ་ནེ། སྔོན་འགྲོ་དང་པོ་དེ་སྤྱི་བཏང་གི་ད་ལྟའི་སྒུག་ཡོད་པ་རེད། ད་ལྟ་བར་དོར་ངས་ཤེས་པ་ནང་བཞིན་གྱི་ང་རང་ཚུལ་གྱི་རང་བཞིནའམ་དེ་ནི་སྤྱི་བཏང་གི་གནས་ལུགས་དཔེར་ན་རྒྱུད་དེ་དེ་ནི་བྱང་ཆུབ་བྱམས་སྙིང་རྗེ་གི་རང་བཞིན་ཡིན་ན་ཡང། དེ་ནི་ད་ལྟ་དེ་གཙོ་བོ། དེ་ནི་བདག་འཛིནའམ་གཉིས་འཛིན་གྱི་སྣང་བ་ལ་བརྟེན་ནས་དེ་མངོན་དུ་གྱུར་ཐུབ་ཀྱི་མེད་པ་རེད། དེ་ནི་གཉིས་འཛིན་གྱི་དྲི་མས་བསྒྲིབས་བསྡད་ཡོད་པ་རེད། དེ་ཡིན་དུས། དེ་ནི་དེ་ལས་ཡག་ཤུགས་དང་མ་སོགས་ན་བྱས་ནས་གཉིས་དང་མ་སོགས་ན་བསད་པའི་ཀྱི་ཕྱིར་དུ་ལ། དེ་ནས་སྔོན་འགྲོའི་ཀྱི་ནང་ནས་དང་པོ་དེ་ཐུན་མོང་གི་སྔོན་འགྲོ། དཔེར་ན་ག་རེ་བྱིས་གསུངས་ཡོད་ར་ཟེར་ན་དེ་ནས་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བདག་ཉིད་ཡིན་པ་ཅི་སོ་སོ་ཀྱི་བསྒོམ། དེ་བསྒོམ་པ་དེ་ལ་བརྟེན་ནས་དེ་ནས་བསྒོམ་པའི་ཀྱི་དྲུང་དུ་སོ་སོའི་ཀྱི་གསོལ་བ་དང་བཏབ་ནས་རྩ་བའི་བླ་མ་དེ་ལ་གསོལ་བ་བཏབ་ནས་དེ་ནས་བདག་གི་རྒྱུད་ལ། དེ་ནས་གསོ་བ་དུག་བཏབ། དེ་ནས་གསོ་བ་དེ་བཏབ་པ་ལ་བརྟེན་ནས་དེ་ནས་སོ་སོའི་སྙིང་ག་ལ་ཐིམ་པ་ལ་བརྟེན་ནས་དེ་ནས་དེའི་གི་བྱིན་རླབས་ཀྱིས་དེ་ནས་སོ་སོའི་གི་རྒྱུད་ཀྱི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་རང་བཞིན་གྱིས་སྐྱེ་ཐུབ་པ་ཅི་བྱུང་བསམ་པའི་གི་དང་པོ་བླ་མའི་རྣལ་འབྱོར་དུ་བསྒོམ་ཡོང་བ་རེད། སྔོན་འགྲོ་དང་པོ་དེ་དེ་རེད།
དེ་སོང་ཙང་དེ་བེ་དོའི་ད་པེ་ན་ག་སེ་བོ་རེད། བླ་མེད་ཀྱི་བྱིན་རླབས་ལ་བརྟེན་ནས་དང། དེ་ནས་རྒྱུད་དཔལ་གྱི་བྱིན་རླབས་ལ་བརྟེན་ནས་དེ་ནས་ག་སོ་རེ་སོ་སོའི་རྒྱུད་ཀྱི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ཡང་སྔོན་དུ་གྱུར་པ་སྔོན་འགྲོ་དང་པོ་དེ། དེ་ནས་དེ་ནས་སྔོན་འགྲོ་གཉིས་པ་དེ། དེ་ནས་སྤྱི་བཏང་གི་ང་རང་ཚོ་ད་ལྟ་ག་སོ་རེ་ཕྱག་ཆེན་སྔོན་འགྲོ་གི་ནང་ཡོད་པ་ནང་བཞིན་གྱི་བློ་ལྡོག་རྣམ་པ་བཞི་གསལ་བ་དེ། དེ་ནས་དལ་འབྱོར་གཉིས་ཀ་འཆི་བ་མེད་དག་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་ཤེས་ནས་དེ་ནས་དཔེར་ན་དང་པོའོ། དེ་ནས་ཐོབ་པར་དཀའ་བའི་དེ་ལུས་རུང་དུ་བྱ། དེ་ཐོབ་པར་དཀའ་བ་ཡིན་པ་དེ་ད་རེས་ཐོབ་པ་དེ་དོན་ཡོད་པར་བྱེད་དགོས་བསམ་པའི་གིས་དལ་འབྱོར་རྙེད་པར་དཀའ་བ་དང། དེ་ནས་ད་རེས་ཐོབ་པར་དཀའ་བ་དེ་ཐོབ་ན་ཡང་དེ་ནས་དེས་དཔེར་ན་སོ་སོའི་གིས་དོན་ཡོད་པར་མ་བྱས་ན། དེ་ནི་དེ་འཆི་བ་མི་རྟག་པ་ཡིན་པ་སྤྱི་དང་གི་འདུས་བྱས་ཐམས་ཅད་མི་རྟག་པ་ཡིན་པ་ལྷག་པར་དུ་འཆི་བ་མི་རྟག་པ་ཡིན་པ་གི་དེ་ཚོ་བསམ། ཨ་གོ་སོང་ང། དེ་བྱས་ཙང་འཕྲོག་ལ་རེད། དེ་ལ་བརྟེན་ནས་ད་ནི། དུ་ན། ད་སོ་སོའི་གི་ད་རེས་ཡང་དག་པ་ཅིག་སྒྲུབ་མ་ཐུབ་པ་ཡིན་ན། ད་ནི་དཔེར་ན་ལས་དགེ་བ་བྱས་པའི་གི་འབྲས་བུ། དུ་མི་དགེ་བ་བྱས་པའི་འབྲས་བུ་སྡུག་བསྔལ་དང་དེ་ཚོ་ཆུད་མི་ཟ་བ་ཡིན་པས་གི་ལས་འབྲས་ལ་ཡིད་ཆེས་པས་གི་བྱས། དེ་ནི་དེའི་གི་ཉེས་དམིགས་དེ་འཁོར་བའི་གི་སྡུག་བསྔལ་ལ་སོགས་པ་མདོར་ན་བློ་ལྡོག་རྣམ་པ་བཞི་དེ་ལ་བརྟེན་ནས། ད་ནས་བལྟ་ན་རང་གི་ད་ནས་སེམས་ཐུམ་རྟགས་ཁ་གསལ་བོར་གདེང་ནས་ད་ནས་བལྟ་བལྟས་ན་བྱང་ཆུབ་སེམས་རིན་པོ་ཆེ་དེ་ད་ནས་ཡང་དག་པ་ཅིག་ཤར་མ་ཞིག་སྐྱེ་བར་བྱས་པ་ལ་ད་ནས་བལྟས་ན་འཁོར་བ་ལ་སྙིང་པོ་མེད་པ་ཅིག་འཁོར་བ་དེ་སྡུག་བསྔལ་གྱི་རང་བཞིན་ཡིན་པ་ཅིག་ཅིག་ད་ནས་བལྟས་ན། བསམ་པ་ཤར་མ་ཅིག་བློ་ལྡོག་ཤར་མ་ཅིག་སྐྱེ་ཐུབ་དགོས་ཀྱི་ཡོད་རེད། ཧོ་ལ་བློ་ལྡོག་གི་བསམ་པ་ཡང་དག་པ་ཅིག་སྐྱེ་ཐུབ་དགོས་ཀྱི་ཡོད་རེད། དེ་སོང་ཙང་དོན་ཚུལ་ལ་ད་ལྟ Contemplate བྱས་ནས་དགོས་ཀྱི་ཡོད་རེད། ཨོ་དེ་འདྲས་བྱས་ནས་དེ་ནས་དཔེར་ན་ད་དང་པོ་དེ་ནས་སོ་སོའི་གི་དཔེར་ན་བློ་སྦྱོང་གི་བར་མ་བྱས་པའི་གི་སྔོན་དུ་ལ་ད་ནི་དེ་འདྲས་བྱས་ནས་དང་པོ་བླ་མའི་རྣལ་འབྱོར་གྱིས་དེ་འདྲས་བྱས་དེའི་སྐབས་རྗེས་སུ་ལ་དེ་ནི་འཆི་བ་མི་རྟག་པ་དང་དེ་འདྲས་སུ་ཡང་དག་པ་ཅིག་བསྒོམས་ནས་སོ་སོའི་ཡེ་ཤེས་ཡང་དག་པ་ཅིག་བྱས་ནས་དེ་ནི་བསྒོམ་དགོས་པ་ཡོད་པ་རེད་དེ་སོང་ཙང་དེ་ནི་བློ་སྦྱོང་གི་ཆོས་དང་པོ་དེ་བློ་སྦྱོང་དང་པོ་དེ་དོན་དང་དོན་དང་པོ་དེ་དེ་རེད།
སོ་ཨིན་དཱད་བྱས་ནས་ད་མདོར་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ད་དངོས་གཞི་དེ་གཉིས་པ་དེ་གང་རེད་ཟེར་ན་ད་ཀུན་རྫོབ་ཆེན་དོན་དམ་བྱང་ཆུབ་ཀྱི་སེམས་དང་ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ་སྐྱེས་པ་དེ་གསུང་གི་ཡོད་རེད་དེ་སྐྱེས་པར་བྱས་པ་ལ་དང་པོ་གཞི་དང་མ་བཟུང་ན་དེ་ནི་སྐྱེ་བའི་གཞི་དང་མ་བཟུང་ན་དགོས་ཀྱི་ཡོད་དུས་དེ་ནི་དང་པོ་བླ་མའི་རྣལ་འབྱོར་བསྟན་ནས་དེ་ནས་དེའི་རྗེས་ནས་དེ་ནི་དེ་སྔོན་འགྲོ་གཞི་དེ་ལ་བརྟེན་ནས་བྱས་ནས་དེ་ནི་དེ་ནི་དཔེར་ན་ད་སྐྱེ་བའི་གོ་སྐབས་དང་མ་བཟུང་ན་བཟོད་པ་དེ་ཟིན་གྱི་ཡོད་རེད་དེ་བྱས་ནས་དེ་ནི་དཔེར་ན་ད་སྤྱི་དང་གི། བསྒོམ་པའི་སྐབས་སུ་དེ་འདྲའི་ད་ཐུན་གྱི་སྐབས་སུ་ལ་དེ་ནས་ཐུན་མཚམས་ཀྱི་སྐབས་སུ་ལ་དེ་ནས་དེ་ལྟ་བུའི་གྱི་དེ་ནས་བསམ་པ་དེ་ལ་བརྟེན་ནས་དེ་ནས་སོ་སོའི་གྱི་ལུས་ངག་ཡིད་གསུམ་གྱི་ཐོག་ནས་དེ་ནས་སྤྱོད་ལམ་ག་འདྲས་ཅི་བྱས་ན་ཡང་དེ་ནས་དཔེར་ན་བག་ཡོད་པ་བྱས་ནས་མི་དགེ་བའི་གྱི་དབང་དུ་མ་སོང་བ་དགེ་བའི་གྱི་དབང་དུ་ཕལ་ཆེར་ཡོད་པར་བསྒོམ་དགོས་པ་རེད། ད་ལྟ་དེ་བློ་ལྡོག་རྣམ་པ་བཞི་ད་ལྟ་བློ་ལྡོག་རྣམ་པ་བཞི་དེ་ཤེས་དགོས་རེད་པ་བློ་ལྡོག་རྣམ་པ་བཞི་དེ་ལ་བརྟེན་ནས་ད་ནས་སོ་སོའི་གི་ལུས་ངག་ཡིད་གསུམ་དེ་དགེ་བ་ལ་ག་ཚད་འབད་ཐུབ་པ་ཅིག་ད་ནས་ཉོན་མོངས་པའི་དབང་དུ་མ་སོང་དྲན་ཤེས་ཡང་དག་པ་ཞིག་བསྟེན་ནས་དེ་བྱས་ནས་ད་དོགས་འོང་དེ་སྔོན་འགྲོ་དེ་ཐུགས་སུ་བཞག་ད་ནས་སང་ཉིན་དེ་ད་ནས་ད་ད་ལྟ་དེ་གཙོ་བོ་ད་གཏོ་ཆོག་གཉིས་པ་ཟེར་བ་རེད་དེ་ནི་དོན་དམ་བྱང་ཆུབ་ཀྱི་སེམས་དང་ད་ནས་ག་ལེ་ག་ལེ་བྱས་ནས་གཏོགས་བྱས་ནས་འགོ་བཙུགས་པ་ཡིན་ད་ནི་ད་ལྟ་ཁྱེད་རང་ཚོ་གྲོལ་བ་ཡིན་ནི་ཞིག་བཏང་ན།